བུ་བ་ཚང་མ་ལ་འཚམས་འདྲི་བྱེད་དགོས་ཡོད་དེ་ནས་འདུལ་བ་ལྟར་མི་སྣ་ངོ་སྤྲོད་བྱེད་ཡ་དེ་འདྲ་ཅིག་ཡོད་ཁུ་འདྲ་བོ་ཡིན་པ་ཡིན་ན་ཐུབ་བསྟན་ཐོག་མེད་རེད་ཐུབ་བསྟན་ཐོག་མེད་ཟེར་བ་ཡིན་ན། ཁུ་ག་དེ་ཡིན་པ་ཡིན་ན་རྒྱ་གར་བ་ཅན་བེད་སྤྱོད་བཏང་ནས་ད་མི་ཚང་མ་ནག་པོ་བཟོས་ནས་ཁོ་རང་ཁོ་རང་མི་དགའ་ཟེར་གི་ད་མི་ཡོ་ར་བ་འོ་དེ་ཚོ་ག་དེ་ཡིན་ན་ནག་པོ་བཟོས་ནས་བོད་པའི་སྤྱི་ཚོགས་ནང་ལོ་ལ་བེད་དེ་ཁྲི་བྱང་རྐྱང་རྐྱང་བཟོས་ནས་བསྡད་གི་ཡོད་རེད། ཁོ་རང་འདྲ་བོ་ཡིན་པ་ཡིན་ན་རྒྱ་གར་གྱི་མི་དེ་བེད་སྤྱོད་གཏོང་གི་ཡོད་བ་མ་བརྗེད་རྒྱ་གར་གྱི་ལ་དཔེ་དེ་དེད་པ་ཡོད་མ་རེད། ད་རྒྱ་གར་གྱི་མཚན་དེ་བེད་སྤྱོད་བཏང་ནས་ཁོས་ག་དུས་ཡིན་ན་ཡང་མི་སྦྱང་པར་ན་ཕུགས་བཟོ་ཡོད་རེད། རྒྱུ་མཚན་ག་རེ་ཡིན་ཟེར་བ་ཡིན་ན་ད་ཁོ་རང་གི་ད་འདྲ་པ་དེ་རྒྱབ་སྐྱོར་བྱེད་ས་དེ་ད་སྤེན་པ་ཚེ་རིང་རེད་སྤེན་པ་ཚེ་རིང་འདྲ་བོ་ཡིན་པ་ཡིན་ན་ད་ཉིས་སྟོང་བཅུ་དྲུག་གི་ལོ་སྲིད་སྐྱོང་གི་འོས་བསྡུ་ག་དུས་ལ

ཨོ་སྤེན་པ་ཚེ་རིང་ལགས་རྒྱབ་སྐྱོར་བཞེས་ནས་སྤེན་པ་ཚེ་རིང་ཆེད་དུ་ད་ཁོ་རང་ཚོའི་མི་དགའ་ས་སྤེན་པ་ཚེ་རིང་ལ་ཁ་གཏད་གཅོག་མཁན་སྤེན་པ་ཚེ་རིང་གི་ད་ཆབ་སྲིད་ཀྱི་མདུན་ལམ་ལ་གནོད་མཁན་གནོད་པ་བྱེད་མཁན་གྱི་ད་མི་ཡོ་རོ་བ་ད་འགྲན་ཟླ་བྱེད་པ་ཡིན་ན་སྤེན་པ་ཚེ་རིང་གི་ལམ་ཁ་བཀག་མཁན་མི་ཡོ་རོ་བའོ་དེ་ཚོ་ཚང་མ་ཁོ་ཚོའི་ག་དེ་ཡིན་ན་ཡང་མི་འདྲ་མིན་སྣ་ཚོགས་ད་རེད།

ཁྱབ་བསྒྲགས་གཏོང་གི་ཡོད་རེད། ཁོ་རང་གི་དམ་བཅའ་ག་རེ་ཕུལ་གི་ཡོད་རེད་ཟེར་པ་ཡིན་ན། རྒྱ་གར་མི་ལ་ཚད་མེད་བྱེད་མཁན་དང་མྱང་པོའི་ཁུལ་རྩ་བ་ཉིད་ནས་སྐད་ཆ་བཤད་ཀྱི་མེད། ཁུལ་དེ་ལ་དགའ་པ་མཐའ་གཅིག་ཏུ་ཡོད་ཟེར་ནས་ཁོ་རང་གི་དེ་འདྲ་དམ་བཅའ་ཕུལ་ནས་དགའ་བདེའི་སྣང་བ་བསྒྲགས་ཀྱི་ཡོད་རེད། ཡིན་པ་ཡིན་ནའང་རྒྱ་གར་མི་ལ་དགའ་པ་རྒྱག་མཁན་གྱི་སྒྲོལ་མ་ཟ་ཁུ་དང་མི་ལྷ་རང་བཙན་གྱི་ལ་ཁོ་རང་གི་དགའ་པ་རྒྱག་ཐུབ་ཀྱི་ཡོད་མ་རེད། དགའ་བ་མ་སྐྱེས་པ་ཙམ་ཞིག་མ་བྱས་ཡས་དེ་དང་མཉམ་པོ་གི་གྲོགས་པོ་འགྲོ་ནི། ལྷག་པར་དུ་མི་ལྷའི་རང་བཙན་དང་མཉམ་པོ་གི་གྲོགས་པོ་འགྲོ་ནི། ལས་ཀ་མཉམ་པོ་ལས་ཀྱི་ཡོད་རེད། ལས་ཀ་ཁུར་ནས་ཁོ་གཉིས་མཉམ་པོ་ལས་ཀྱི་ཡོད་རེད། ཡིན་པ་ཡིན་ནའོ་ཁོ་རང་གིས་དོན་འགྲུལ་ལྷ་བདག་ལ་ཁུར་མཉམ་པོ་སྐད་ཆ་མཉམ་པོ་བཤད་ཀྱི་མེད། དོན་འགྲུལ་ལྷ་བདག་གིས་ཅི་དང་རྒྱག་རམ་ཆེ་ལ། ཆ་མེད་ཞིག་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་ལ་བརྟེན་ནས། ཁོའི་རྩ་བ་ཉིད་ནས་སྐད་ཆ་སྙན་པོ་བཤད་ཀྱི་མེད། བདེན་ཆ་གཅིག་སྒང་ནས་སྐད་ཆ་སྙན་པོ་བཤད་ཀྱི་མེད་ཟེར་ནས། ད་ཁོ་རང་དོན་དགྲ་ལ་དེ་ལ་ཅོང་ཙེ་ཞིག་ཡོད་རེད་བ། རྒྱ་གར་མི་ཆ་ལ་ཆ་མེད་ཞིག་ཡོད་རེད་ཟེར་ནས། འོ་ཡིན་པ་ཡིན་ནའང་ཁོ་རང་ཆ་མེད་ཞིག་པ་ཁོང་ཁྱེད་ཁི་ཤོར་ཟེར་ནས་ད་ཁོ་རང་ཁི་ཡོང་བ་ཐུག་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང་ཁོ་རང་གི་ད་ང་ཚོ་ཁ་ཡར་ནས་རྒྱལ་བ་རིན་པོ་ཆེ་ལ་ཁ་ཡར་ནས་ཁོས་སྐད་ཆ་བཤད་ཀྱི་མེད་ཟེར་ནས། འོ་དེ་འདྲ་ཞིག་ཡོད་རེད་ཡིན་པ་ཡིན་ནའང་ད་སྒྲོལ་མ་ས་ཁུག་ཀྱི་བཏང་བ་ད་རྒྱ་གར་རམ་ཅན་གྱི་ཕྱག་ལས་ནང་བཏང་དེ་ཡག་པོ་མ་རེད་རྒྱ་གར་རམ་པ་ཅན་གྱི་ནའི་སི་ཕོ་ལོ་སི་དང་རི་ཆ་ཏི་གྱི་གཉིས་ཀྱང་ཁ་ལག་ཉན་ནས་སྤེན་པ་ཚེ་རིང་མ་སྤི་ཚ་རེད་དེ་འདྲ་ཡིན་པ་སོང་ཙང་རྒྱ་གར་རམ་ཅན་གྱི་ཕྱག་ལས་ནང་བཏང་དེ་ཡག་པོ་མ་རེད་མི་གཅིག་ཁ་ལག་ཉན་ནས་འོ་དེ་འདྲ་ཞིག་ལས་ཀ་ལས་ཡོད་རེད་ཕྱག་ལས་ནང་ཡོད་རེད་ཟེར་ནས་ད་རྒྱ་གར་རམ་ཅན་གོང་ས་མཆོག་ལ་ཁུ་དེ་འདྲ་ཞིག་ནས་ག་པར་བརྒྱབ་ཡོད་རེད་ད། མུ་དེ་འདྲ་ཅིག་དགག་པར་བརྒྱབ་ཡོད་རེད། ཐབས་བརྟན་ཐབས་མེད་ཀྱི། གོ་གི་ཡོད་བ་མ་རེད་ཚོར་གི་ཡོད་བ་མ་རེད། ད་ག་ནང་བཞིན་དུ་མི་ལ་རང་བཙན་ཡིན་ན་ཡང་ད་ག་ནང་བཞིན་དུ་རེད། ཨོ་རྒྱུ་མཚན་དེ་ལ་བརྟེན་ནས་ཀྱི་ད་སྤྱི་བཏང་ངོ། ཁོ་བོས་བོད་མི་རིགས་ཟེར་ཡ་དེ་རྫུན་མ་རེད། རྒྱ་བ་མི་ཆེན་ལ་དགག་གི་ཡིན་དེ་བ་ཡུ་ཟེར་ཡང་རྫུན་མ་རེད། རྒྱུ་མཚན་ག་རེ་ཡིན་ཟེར་བ་ཡིན་ན། རྒྱུ་མཚན་ག་རེ་ཡིན་ཟེར་བ་ཡིན་ན་ཁོ་རང་གི་སྤྱི་བཏང་ངོ། རྒྱ་བ་མི་ཆེན་ལ་ད་ཚད་མེད་བྱེད་མཁན་ངོ། སྒྲོལ་མ་ཟ་ཁང་དང། མི་ལྷ་རང་བཙན་གཉིས་ཀྱི་ལ་བཀའ་དེ་ནའང་རྒྱབ་སྐྱོར་བྱ་གི་ཡོད་རེད་ལྷག་པར་དུ་མི་ལྷ་རང་བཙན་དང་ཁོ་རང་གཉིས་ཀྱི། སྲིད་སྐྱོང་བློ་བཟང་སེང་གེ་ལ་དགག་པ་རྒྱག་ཡ་ཆེད་དུ་བཀུག་ནས་ལས་ཀ་སྙམ་པོ་ལས་གི་ཡོད་རེད། དེ་འདྲ་གི་མི་གཅིག་རེད། ཡིན་པ་ཡིན་ནའང་ཁོ་རང་ངོ་ཁོ་བོའི་མི་རིགས་ལ་དཔེ་ཆ་གཞན་རྒྱ་ཆེན་པོ་ཡོད་པ་དང་དེ་ནས། ལྷག་པར་དུ་རྒྱ་གར་རམ་ཆ་ལག་པའི་གཞན་ཁུག་རྒྱ་ཆེན་པོ་ཞིག་ཅིག་ཡོད་པ་ཁོ་རང་གིས་ཅིག་ཡོད་རེད། དེ་ཚོ་ཚང་མ་བོད་གོང་གི་གནས་སྟངས་དེ་གོ་ནས་རྫུན་མ་ཡིན་པ་ཧ་གོ་གི་ཡོད་རེད། ཚུར་ཆུད་ཡིན་པ་ཧ་གོ་གི་ཡོད་རེད། རྒྱུ་མཚན་དེ་ལ་བརྟེན་ནས་ཐུབ་བསྟན་ཐོག་མའི་སྲས་འདས་ཀྱི་བཏང་བ་དེ་པ་ལོ་བཅུ་པ་གི་ཚབ་མཚོན་ཞིག་མིན་ན་དེ་འདྲ་རེད་དཔེ་མཚོན་ཞིག་མིན་ན་དེ་འདྲ་རེད། རྒྱུ་མཚན་དེ་ལ་བརྟེན་ནས་ང་ཚོ་བོད་པ་ཚང་མས་ཁོ་ནི་དེ་པ་ལོ་བཅུ་པ་ཡིན་པ་ངེས་དུ་ཧ་གོ་གི་འདུག་ཤེས་དགོས་ཀྱི་འདུག། འོ་དེ་འདྲ་ཡིན་པ་སོང་ཙང་ང་རང་གི་ཁུ་དངུལ་སྤྲོད་བཞིན་པ་ཡིན། དོ་ནི་ཚང་མ་ལ་ཐུགས་རྗེ་ཆེ།